དགེ་ལྡན་སྤྱིའི་སྤྲོས་ར་ཞེས་པའི་དྲ་རྒྱ་དེ་ན་མཉམ་ཞུགས་གནང་བའི་དྲ་བདག་ཚོགས་གཙོ་མཆོག་གིས་གཙོས་པའི་སྟངས་འཛིན་པ་རྣམ་པ་དང། བྱང་ཨ་རིའི་དགེ་ལྡན་སྨོན་ལམ་ཚོགས་ཆུང་གི་ཚོགས་གཙོ་མཆོག་གིས་གཙོས་པའི་རྒྱུན་ལས་རྣམ་པ། དེ་བཞིན་བླ་སྤྲུལ་དགེ་བཤེས་རྣམ་པའི་དབུས་པའི་དགེ་འདུན་པ་རྣམ་པ། གཞན་ཡང་ལོ་རྒྱུས་སྨྲ་བ་དང་རྩོམ་པ་པོ་ལ་སོགས་པའི་སེར་སྐྱ་ཕོ་མོ་ཡོངས་རྫོགས་ལ་སྐུ་ཁམས་བཟང་བའི་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ་ཡ་དང། དམིགས་བསལ་གྱི་ཉེ་བའི་ཆར་དྲ་རྒྱ་འདིའི་ནང་མཉམ་ཞུགས་གནང་བའི་ཚོགས་མི་གསར་བུ་ཚོ་ལ་བྱོན་པ་ལེགས་ཞེས་ཞུ་ཡ་ཡིན། ད་འདི་རིང་ཨ་ནེ་དྲ་རྒྱ་འདིའི་ནང་ཁྱུག་ཅིག་བཅག་རྗེས། ཞུ་ཡ་དེ་ལ་གུས་པའི་ལྷ་བུབ་དུས་ཆེན་སྐོར་ངོ་སྤྲོད་དུ་ཞུ་ཡ་ཡིན། སྤྱི་བཏང་གི་ཨ་ནེ། ནང་པའི་བསྟན་པ་ཡོངས་རྫོགས་ཀྱི་བདག་པོ། སངས་རྒྱས་བཅོམ་ལྡན་འདས་དེ་ཉིད་ཀྱིས་གདུལ་བྱ་རྣམས་སྨིན་གྲོལ་གྱི་ལམ་ལ་ཁྲིད་ཡག་གི་ཐབས་སུ། འཛམ་བུ་གླིང་དེའང་ནི་མི་ཡི་རྣམ་པར་དུ་མ་ཕེད་ཅེས་མཛད་པ་མཐའ་ཡས་པ་ཅིག་ཏུ་མཛད་གནང་ཡོད་རེད། མ་ཟད་པའི་ཨ་ནི་བྱིན་གྱིས་བརླབས་པའི་དུས་ཆེན་ལའང་ཨ་ནི་གྲངས་ལས་འདས་པ་ཅིག་འདུས་འགྲོ་གི་ཡོད་རེད། ཡིན་པ་ཡིན་ན་ལ་ཨ་ནི་ཐེག་པ་ཆེ་ཆུང་གི་འདུས་ཆུ་ཐུན་མོང་ལ་ཨ་ནི་ཡོངས་གྲགས་ཀྱི་དུས་ཆེན་དེ་ལ་དུས་ཆེན་བརྒྱད་དང་དུས་ཆེན་བཞིས་བཅད་ཅེས་འདུས་ཡོད་རེད། ད་འདི་དག་ལས་ཨ་ནི་དེ་རིང་བཀའ་སུ་བབས་པ་ཞི་བའི་སྡེ་ལ་དུས་ཆེན་བཞིའི་ཡ་གྱལ་གནས་དགུ་པའི་ལྷ་བབས་བདེ་ཆེན་སྐོར་བསྡུས་བསྡུས་གཅིག་ཏུ་ཞུ་ཡ་ཡིན། སྤྱི་བཏང་གི་དགུ་པའི་ལྷ་བབས་བདེ་ཆེན་སྐོར་མང་པོ་གཅིག་ཏུ་མཁྱེན་དགོས་ཡོད་རེད་མཁྱེན་པ་ཚོ་ལ་འདའ་ཞུ་མུག་བར་དུ་མཁྱེན་བསྡད་ཡོད་རེད་ད་མཁྱེན་ནས་བརྗེད་པ་ཚོ་ལ་ནི་དྲན་གསོས་ཀྱི་ཚུལ་དང། མ་མཁྱེན་པ་ཚོ་ལ་ནི་མཁྱེན་རྟོགས་ཀྱི་སླད་དུ་བསྡུས་བསྡུས་གཅིག་ཏུ་ངོ་སྤྲོད་ཞུ་ཡ་ཡིན། དང། དགུ་པའི་དགུ་པའི་ལྷ་བབས་དུས་ཆེན་སོང་དགུ་པར་སོང་དུས་བན་དུ་དགུ་པ་རང་ལ་དུས་སུ་གོ་དགོས་ཡ་རེད། ལྷ་བབས་སོང་དུས་ཨ་ནེ་ལྷ་ཡུལ་ནས་མི་ཡུལ་དུ་མ་བབས་པའི་དོན་ལ་གོ་དགོས་ཡ་དུས་སུ་བྱེད། དུས་ཆེན་སོང་དུས་དང་དགུ་པའི་ཉེ་སྙིགས་ཉིན་མོ་དེ་ལ་སངས་རྒྱས་བཅོམ་ལྡན་འདས་ཀྱི་མཛད་པ་ཁྱད་པར་ཅན་དང་འབྲེལ་བའི་དབང་གིས་དགེ་བ་གང་བྱས་པ་ཡང་ན་འགྱུར་ཆེ་བ་ཡོད་པ་སོང་ཙང་དུས་ཆེན་བྱེད་ཅེས་དུས་སུ་གང་ལྟར་དགུ་པའི་ལྷ་བབས་དུས་ཆེན་བྱེད་ཅེས་དུས་སུ་ང་རང་ཚོའི་ནམ་རྒྱུན་ནས་གསུང་ཚུལ་ཞུ་ཡ་དེ་དུས་སུ་རེད། ད་ལྷ་བབས་གསུངས་ཏེ་ལྷ་ཡུལ་ནས་མི་ཡུལ་དུ་བབས་པའི་དོན་ལ་གོ་དགོས་ཀྱི་ཡོད་ན་སུ་ཞིག་ལྷ་ཡུལ་ནས་མི་ཡུལ་དུ་བབས་པ་རེད་ཟེར་ན། ད་དེ་སངས་རྒྱས་བཅོམ་ལྡན་འདས་མཛད་པ་ཁྱད་པར་ཅན་དང་འབྲེལ་བ་འདུག་ཆ་དེ་ཡོད་རེད། ད་སྔོན་བདག་ཅག་སྟོན་པ་ཤཱཀྱ་ཐུབ་པའི་ཡུམ་སྒྱུ་འཕྲུལ་མ་མི་ཡུལ་ནས་ཚེ་འཕོས་རྗེས་སུམ་ཅུ་རྩ་གསུམ་གྱི་ལྷར་དུ་སྐྱེ་བ་བཞེས་པ་རེད། ད་སངས་རྒྱས་བཅོམ་ལྡན་འདས་དགོང་ལོ་སུམ་ཅུ་སོ་ལྔའི། སྟེང་ན་ནི་མངོན་པར་མཚོ་བ་སངས་རྒྱས་ཀུན་འབྲང་བཞི་བཅུ་ཞེ་གཅིག་གི་སྟེང་ན་ནི་མ་ཡུམ་གྱི་དྲིས་ལན་བསབ་པའི་ཆེད་དུ་སངས་རྒྱས་བཅོམ་ལྡན་འདས་ལྷ་གནས་སུ་ཕེབས་ཅེས་བཀའ་དང་ཤཱ་རིའི་བུ་དང་འོད་སྲུང་ལ་སོགས་པ་བཀའ་དང་དགྲ་བཅོམ་པ་བརྒྱ་སྟོང་གི་འཁོར་དབུས་སུ་ལྷ་ཡུལ་དུ་ཟླ་བ་གསུམ་རིང་དུ་སའི་གཡས་གནས་མཛད། དེར་ཡུམ་གྱི་ཁྲུས་མ་གཙོ་བོར་བྱས་པའི་ལྷའི་རིས་ཀྱི་འདུལ་བྱ་རྣམས་ལ་ཏུ་སའི་ཆོས་སྟོན་བྱས་གང་དག་སུམ་ཅུ་རྩ་གསུམ་གྱི་མདོ་དང། དག་བདེ་འདྲེན་སྙིང་པོའི་མདོ་ལ་སོགས་པ་ཕལ་ཆེར་བཅོམ་ལྡན་གདུགས་དཀར་མོའི་མདོའི་འབོད་འོག་བསྡུ་སྲོལ་རིགས་མང་པོ་ཅིག་བསྡུ་སྲོལ་གསུངས་རྗེས་དབྱར་གནས་མཛད་རྗེས་བསྡུ་བཞུགས་པའི་གནས་སྐབས་དེ་ལ། དག་ནི། དག་མི་ཡུལ་དུ་ནི། འཁོར་རྣམ་བཞིས་མཚོན་པའི་ནི་ཡུལ་ཨེ་ཀྱི་རྒྱལ་པོ་གཟུགས་ཅན་སྙིང་པོ་ལ་སོགས་པ་དག་རྒྱལ་པོ་སྲས་བརྒྱད་འོ་དེ་དག་གི་དང། སངས་རྒྱས་བཅོམ་ལྡན་འདས་ཀྱིས་ནི་ཞལ་མ་བཅད་པ་དང་གསུང་མ་ཐོས་པ་དེ་རྒྱུད་རིང་པོ་ཞི་བ་གཅིག་འགྲོ་སུ་སྐྱེས་ཀྱང་ནི་མང་གའི་བུ་ལས་ཏུ་སི། སངས་རྒྱས་བཅོམ་ལྡན་འདས་ནི་ཏུ་སི་མ་བྷི་རོ་ན་ཞུ་རོ་ན་སུ་སྐྱེས་ཀྱང་མང་གའི་བུ་རྒྱུད་ཆད། ད་མང་གའི་བུ་ནི་རྫུ་འཕྲུལ་མཆོག་ཏུ་གྱུར་བ་སོང་ཙང་ནི་རྫུ་འཕྲུལ་གྱི་སྟོབས་ཀྱིས་ནི་ཏུ་སི། སུམ་ཅུ་རྩ་གསུམ་ལྷ་གནས་སུ་དུ་ཕེབས་ཀྱིས་ནི་སངས་རྒྱས་བཅོམ་ལྡན་འདས་ལ་མིའི་འགྲོ་བ་རྣམས་དུ་ཞུས་ཀྱིས་མིའི་འགྲོ་བ་རྣམས་ལ་ནི་ཐུགས་བརྩེ་བས་དགོངས་ཀྱིས་སླར་འཛམ་བུ་གླིང་དུ་ཕེབས་རུང་ན་སྐྱེས་ཀྱིས་ན་འཛམ་བུ་གླིང་འཁོར་རྣམ་བཞི་དང་རྒྱལ་པོ་གསལ་རྒྱལ་ལ་སོགས་པ་དང་མི་མང་པོ་ཅིག་ཏུ་གསོལ་འདེབས་ཞུ་གི་འདུག་ཅེས་ཀྱིས་ཏུ་སེ་ཡ་གང་དག་མང་གའི་བུ་རྒྱུད་ཅེས་ཏུ་སེ་ཡ་ཞུས། སངས་རྒྱས་བཅོམ་ལྡན་འདས་ཏུ་ཞལ་གྱིས་བཞེས་ཀྱིས་ཞག་བདུན་རྗེས་སུ་ཏུ་མ་ཕེབས་ཀྱིས་ཞེས་བཞེས་ན།

ཕེབས་བསུ་ཞུས་རྗེས་མཛུབ་ཁྲིད་ཀྱིས་བིན་དུ་རི་ཡཱ་ནི་སྐས་འཛེགས་ལ་བརྟེན་རྗེས་ད་གང་ལྟར་བོད་མདོ་དགུ་པའི་ཚེས་ཉི་ཤུ་གཉིས་ཀྱི་ཉིན་མོ་དེ་ལ་ཡུལ་གསན་ཏེ་གྲོང་ཁྱེར་དེ་ལ་བསྡུ་བསུ་མ་བྱོན། སེང་ཁྲིའི་སྟེང་དུ་བསྡུ་བསུ་ཞུས་རྗེས་འགྲོ་བ་རྣམས་ལ་རང་རང་གི་སྐལ་བ་དང་འཚམས་པའི་དང་ཆོས་ཚུལ་བསྡུ་བསུ་མང་པོ་ཞིག་ཏུ་སྟོན་གནང་མཛད། ད་དེའི་ཉིན་མོ་དེ་ལ་གང་ལྟར་དགུ་པའི་ལྷ་བབས་དུས་ཆེན་ཟེར་གསུང་ཚུལ་ཞུ་ཡ་དེ་དེའི་བསྡུ་བསུ་རེད། དེ་ནས་དང་ནི། ཕྱིས་སུ་དང་གནས་དེ་ལ་དད་ལྡན་སྐྱེ་བོ་མང་པོ་ཅིག་གིས། སངས་རྒྱས་བཅོམ་ལྡན་འདས་ལྷ་ཡུལ་ནས་མི་ཡུལ་དུ་བྱོན་པའི་སྒང་དག་རྗེས་དྲན་གྱི་ཚུལ་དུ་ལྷ་བབ་མཆོད་རྟེན་ཟེར་ན་མི་འདུག་ད་སུམ་ཅུ་རྩ་གསུམ་མཆོད་རྟེན་དུ་བཞེངས་ཡ་དེ་རེད། ད། མཆོད་རྟེན་དེ་སྒང་དག་བདེ་གཤེགས་མཆོད་རྟེན་བརྒྱད་ཀྱི་ནང་གི་དང་མཆོད་རྟེན་གཅིག་ཏུ་རེད། བདེ་གཤེགས་མཆོད་རྟེན་བརྒྱད་པོ་དེའང་སྒང་དག་སངས་རྒྱས་བཅོམ་ལྡན་འདས་ཀྱིས་གནས་དེ་དང་དེ་ལ་མཛད་པ་རེ་རེ་བསྟན་དུས་བརྩམས་པ། ཕྱིན་ཆོག་གི་འདུས་བྱས་སེར་སྣ་མི་སྡུག་སྐྱེ་བ་དད་པ་ཅན་རྣམས་ཀྱིས་དང། སྟོན་པའི་བཀའ་དྲིན་དྲན་ཡང་སེར་སྣ་མི་སྡུག་གང་དག་རྗེས་དྲན་གྱི་ཚུལ་དུ་དང་གནས་དེ་དང་དེ་ལ་མཆོད་རྟེན་དུ་རེ་རེ་དུ་བཞེངས་པ་གཅིག་ཏུ་རེ་རེ་དང་དགུ་པའི་ལྷ་བབས་དུས་ཆེན་སྲུང་བརྩི་ཞུ་སྟངས་དེ་ལ་དུ་བར་བསམ་སྟངས་པས་ན་ཕྱིའི་བཀོད་པའི་ཆ་ནས་ནི་སྲུང་བརྩི་ཞུ་སྟངས་གཅིག་དང། གང་དག་ལག་ལེན་སེར་སྣ་མི་སྡུག་ཉམས་ལེན་གྱི་ཐོག་ནས་སྲུང་བརྩི་ཞུ་སྟངས་གཉིས་འདྲ་གཅིག་ཏུ་བཞག་ཆོག་གི་རེད། ད་ཕྱིའི་བཀོད་པའི་ཆ་ནས་ནི་སྲུང་བརྩི་ཞུ་སྟངས་ག་འདྲའི་རེད་ཟེར་ན། དང་ང་ཚོ་བོད་ལས་ནང་ནས་བོད་མདོ་དགུ་པ་འདུག་སའི་ཤ་ཙམ་ནས་གང་དག་དགོན་སྡེ་ཁག་གི་གཙུག་ལག་ཁང་ཡིན་ན་རེད་གྲྭ་ཤག་ཡིན་ན་སའི་དུ་སུ་ལ་ནི་སྐ་རགས་བཟོ་ཡག་ཨ་ནི་གྲོང་པ་ཚོ་ཡིན་ན་ཡུལ་མི་སོ་སོས་ཚོས་རང་ཁྱིམ་གྱི་སྡོད་ཁང་ལ་ནི་སྐ་རགས་དུ་བཏང་ཡག་དང་སྒེའུ་ཁུང་ན་ནག་རྩི་བཏང་ཡག་ལ་སོགས་པ་གང་དག་གཙང་ཞིང་ཡིད་དུ་འང་དུ་བཟོ་ཡག་གི་ནི་དར་སྲོལ་སེ་ན་མི་ལུགས་སྲོལ་བཟང་པོ་ཅིག་དུ་ཡོད་རེད་དེ་ཚང་མ་ལྷ་བུབ་དེ་ཅན་དངོས་དེ་ནས་དུ་སའི

མཆོད་འབུལ་གནང་ཡ་ལ་སོགས་པ་དང། བསང་གསོལ་གནང་ཡ། དགོན་སྡེ་ཁག་ལ་བསྙེན་བཀུར། མང་མཇལ་དུད་འགྲོ་ཕུལ་ཡ། སོ་སོས་སོའི་འབྱོར་པ་ལ་དཔག་པའི་སྒང་དང། དུད་འགྲོའི་བསྙེན་བཀུར་ཞུ་ཡ་དང་ངན་སློང་ལ་སྦྱིན་པ་གཏོང་ཡ་ལ་སོགས་པ་དང། ནམ་རྒྱུན་དང་མ་འདྲ་བའི་སྒང་དང། རྣམ་དཀར་དགེ་བའི་ལས་ལ་འབད་བརྩོན་ཤུགས་ཆེན་པོ་གནང་ཡ། དུས་སུ་ལག་ལེན་ངོ་མའི་ཐོག་ནས་དུས། དུ་ཟེར། རེད་ད་ང་རང་ཚོས་གཙོ་བོ་གལ་ཆེ་ཤོས་དེ་དགུ་པའི་ལྷ་བུ་དུས་ཆེན་ཉི་མ་དེ་ལ་ཨ་ནེ་སྟོན་པའི་བཀའ་དྲིན་དྲན་པའི་སྟེང་ནས་རྟེན་འབྲེལ་དུལ་བ་བཟུང་ཡ་རེད་ད་གི་ནང་བཞིན་སྟོན་པའི་གཟུངས་སྔགས་དེ་དྲང་སྲོང་ནང་ཡང་དུ་སུ་གལ་ཆེན་པོ་ཞེ་བོ་ཅིག་རེད་ད་སྟོན་པའི་གཟུངས་སྔགས་དེ་དྲང་སྲོང་ནང་དུས་ཙམ་པ་ཡི་གང་ད་ཇོ་དངོས་འཇུག་གསུམ་ཚང་བའི་སྒོ་ནས། ནམ་རྒྱུན་གང་ཟླ་མང་པོ་ཅིག་ཏུ་ཞུས་ཡོད། ཚོགས་པ་དེའི་ནང་ལ་ཏུ་ཞུས་ཡོད་ནི་དྲ་རྒྱ་གཞན་པ་ལ་ཡང་མང་པོ་ཅིག་ཏུ་ཞུས་ཡོད། གཙོ་བོ་གང་ལྟར་སུ་སུས་ཁ་འདས་དགེ་སྦྱོར་ཡིན་ན་རེ་སྟོན་པའི་གཟུངས་སྔགས་དྲང་སྲོང་གནང་གི་ཡིན་ན་གང་གནང་པ་དེ་ཆོས་སུ་འགྲོ་བ་ཅིག་ཐོག་མར་ཀུན་སློང་དང་ཐང་པ་སྔོན་བྱེད་ཅེས་དངོས་གཞི་བྱེད་དུ་བཅུག་སྔོན་འཇུག་གསུམ་ཚང་བ་ཅིག་ད་ཀུན་སློང་ཡིན་པས་ན་གང་ལྟར། ཇོ་བོ་རྗེ་ཀྱང་ནི་ཐོག་མཐའ་གཉིས་ལ་བྱ་བ་གཉིས་སོང་བ་ན་ཞེས་ཐོག་མའི་ཀུན་སློང་དེ་གལ་ཆེན་པོ་ཞི་བ་གཅིག་རེད། ཐོག་མར་གང་དང་མ་དགའི་སེམས་ཅན་ཐམས་ཅད་ཀྱི་དོན་དུ་རྫོགས་པའི་སངས་རྒྱས་གོ་འཕང་རིན་པོ་ཅི་ནས་ཀྱང་ཐོབ་པར་བྱ་ཐོབ་པར་བྱེད་ཀྱིན་བསམ་པ་དུད་འགྲོའི་གི་ཀུན་སློང་བཟང་པོ་ཅིག་བཟོས་གནང་བྱས། ཨོ་མོ་ནི་མོ་ནི་མ་མོ་ནི་སོགས་དེའི་དྲང་སྲོང་གནང་བས་ན། འགྱུར་ཆེན་པོ་ཅིག་དང་གང་དང་རླབས་ཆེན་པོ་ཅིག་ཏུ་བཟོས་རེད་ད་དེའི་ཡང་དོན་དག་ཁྱིམ་པའི་སྟེང་ནས། ཨོ་མི་སེ་ཡ་དེ་ལ་ཨ་ཨུ་མ་གསུམ་བསྡུས་པ་བཅས་ཀྱི་སྔགས་ཀྱི་འགོ་འདྲེན་ཡིན་པ་སོང་ཙང་དེའི་སངས་རྒྱས་བཅོམ་ལྡན་འདས་ཀྱི་སྐུ་གསུང་ཐུགས་སུ་མཚོན་པར་བྱས། མོ་ནི་མོ་ནི་གསུང་དུད་ཐུབ་པ་ཐུབ་པ་ཟེར་བཅས་ཀྱི་མའང་མོ་ནི་གསུང་ཐུབ་པ་ཆེན་པོ་ཟེར་བཅས་སོ་ཨ་གསུང་དུད་དང་གྱུར་ཅིག་ཟེར་བ་དེ་གང་དང་ཐུབ་པ་སངས་རྒྱས་བཅོམ་ལྡན་འདས་སྐུ་གསུང་ཐུགས་ཀྱི་བྱིན་རླབས་དེ་ནི་སྩོལ་བར་གྱུར་ཅིག་ཟེར་བ་སོགས་གང་དག་སྟོན། དོན་དག་འདི་འགྲེལ་ཅིག། ཚིག་བཟང་པོ་ཨ་ནི་ཞལ་ནས་གསུངས་རྗེས་དོན་བཟང་པོ་དེ་ཡིད་ལ་སྤྲིངས་པའི་སྟེང་ནས་ཨ་ནི་དྲང་སྲོང་རྣམ་པས་ན་ཨ་ནི་རླབས་ཆེན་པོ་ཅིག་དང་ཕན་ཐོགས་ཆེན་པོ་ཅིག་ཏུ་བཟོས་རེད་ཀུན་སློང་དེ་ཡག་པོ་ཅིག་བཟོས་གནང་རྗེས་ཡང་མཇུག་ཏུ་ཡང་ངོ་བ་མེད་ལམ་དུ་ཡག་པོ་ཅིག་གསུངས་ན། གང་ལྟར། ཐུབ་པའི་གཟུངས་སྔགས་ལ་དྲང་སྲོང་གནང་དགོས་ན་དྲང་སྲོང་གནང་བའི་དགེ་རྩ་འདི། ཨ་ནི་སངས་རྒྱས་བསྟན་པ་རྒྱས་པའི་རྒྱུ་ལ་འགྲོ་བར་ཤོག་ཅིག་སྙམ་དུ་དུས་སུ་རྨི་ལམ་བཏབ་ན། ཡང་ན་ཨ་ནི་ལུས་ཅན་ཀུན་ལ་འཛམ་གླིང་ཁྱོན་ཡོངས་ལ་ཨ་ནི་བདེ་སྐྱིད་ཡོང་བའི་རྒྱུ་ལ་འགྲོ་བར་ཤོག་ཅིག་ཟེར་དུས་སུ་རྨི་ལམ་བཏབ་པས་ན་ཅུང་མངོན་ཆུང་གསུམ་ཚང་བ་ཅིག་དུས་སུ་བྱ་དགོས་རེད་དེ་སོང་ཙང་དུས་སུ་གལ་ཆེན་པོ་འདུག་ད་ཐུབ་པའི་གཟུངས་སྔགས་དྲང་སྲོང་ནང་དུས་ཙམ་པ་ཨ་ནི་བདུན་ཨ་ནི་ཐུབ་པ་སངས་རྒྱས་བཅོམ་ལྡན་འདས། དངོས་ནམ་རྒྱུན་སྐུ་པར་ནང་ནས་མཇལ་ཡང་ཡོད་པ་ན་དེ་འདྲའི་ཆུང་ངུ་ཅིག་བཞུགས་ཡོད་བསམ་པ་བྱས་གང་ལྟར་སྐྱབས་གནས་ཀུན་འདུས་ཀྱི་ངོ་ཀུན་འདུས་ནོར་བུ་བླུག་ནང་བཞིན་བྱས་རྗེས་སྐྱབས་གནས་ཀུན་འདུས་ཀྱི་ངོ་ཅིག་ཏུ་གསལ་བཏབ་གང་ལྟར་སུ་སུའི་མདུན་ལ་གསལ་བཏབ་དགོས་ཡོད་ན་རེད་སུ་སུའི་སྤྱི་བོར་གོམས་དགོས་ཡོད་ན་རེད་སྙིང་གའི་དཀྱིལ་དུ་གོམས་དགོས་ཡོད་ན་གང་ལྟར་པཎ་ཆེན་བློ་བཟང་ཆོས་རྒྱལ་གྱི་བླ་མ་གང་དུ་གོམས་པའི་གནས་མདུན་དང་སྤྱི་གཙུག། སྙིང་གི་དཀྱིལ་རང་རང་མོས་པ་ཞིག་བཟུང་སྟེ་སེ་ཀ་ན་བ་ནང་བཞིན་ད་གའ་མདའ་སུ་སུ་མདུན་ལ་གསལ་བཏབ་དེ་བ་ཡ་ན་སུ་སུ་མིག་མཚམས་དེ་ལ་དུ་གསལ་བཏབ་ཡ་ན་སྙིང་གའི་དབུས་སུ་བསྒོམ་དེ་བ་ཡ་ན་སྙིང་གའི་དབུས་སུ་དུ་བསྒོམ་ཡ་ན་སྤྱི་བོར་བསྒོམ་དེ་བ་ཡ་ན་སྤྱི་བོར་བསྒོམ་ནམ་རྒྱུན་སྤྱི་དང་གི་བསྒོམ་དེ་བ་རབ་བྱེད་ན་སུ་སུའི་མིག་མཚམས་ཐད་དུ་བསྒོམ་པ་ཡིན་ན་དེའི་ཚེ་བསྒོམ་དེ་བ་ར་ཡོང་གི་དུ་བ་ཡ་ན་ག་མདའ་ཀུན་སློང་ཡག་པོ་ཅིག་བཟོས་ན། ནི་དུ་སེ་ཐུ་བ་སངས་རྒྱས་བཅོམ་ལྡན་སྐུ་དངོས་ཞལ་གཅིག་ཕྱག་གཉིས། ནི་གཡས་ས་ནས་གཡོན་མཉམ་གཞག་སི་ཏུ་སི་ཀ་མདའ་ཕྱོགས་གོས་ནཱ་ལེ་ཡོལ་བ་ནང་བཞིན་དུད་འགྲོའི་གཅིག་ཀ་མདའ་དངོས་གཅིག་སོ་སོའི་མདུན་ལ་བསྐྱབས་ན་ཀུན་འདུས་ཀྱི་བདག་ཉིད་ཅིག་མཛོད་ཚུལ་བཞུགས་ཡོད་བསམ་པ་བཅས་ཀྱི་ནི་ད་ལྟའི་ཐུ་བའི་གཟུངས་མ་དེ་དུ་དྲང་སྲོང་ནང་པའི་ན་དངོས་གནས་རླབས་ཆེན་པོ་ཅིག་དང་ཕན་ཆེན་པོ་ཅིག་ག་མདའར་སྟོན་པ་དེ་དོན་དང་ལྡན་པ་ཅིག་ཡོང་གི་འདུག་དེ་མ་གཏོགས་གཞན། ནག་ཚང་མི་ཡོང་བ་དང། སྟོབས་འབྱོར་ཕུན་སུམ་ཚོགས་པ་ཡོང་ཡ་དེ་འདྲའི་གི་ཆེད་དུ་སྤེལ་ཐུབ་པའི་གཟུངས་སྔགས་དྲང་སྲོང་གནང་པས་ནི་དོན་དག་སེ་ཡོད་མ་རེད་ཕན་ཐོགས་སེ་ཡོད་མ་རེད། དཀའ་ལས་རྒྱབ་པའི་དོན་མེད་འདྲ་བྱེད་རེད་དེ་སོང་ཙང་ང་རང་ཚོའི་གང་དག་ཆོས་ག་རེ་བྱས་པས་ན་ཆོས་སུ་འགྲོ་བ་ཅིག་མང་ཉུང་གང་དག་རྒྱ་ཆེ་ཆུང་ག་འདྲས་ཀྱིས་བྱས་པས་ན་གང་དག་གཙོ་བོ་ཆོས་སུ་འགྲོ་བ་ཅིག་ཅིག་བ་དེ་གལ་ཆེན་པོ་ཞི་བ་རེད་ཆོས་སུ་འགྲོ་བ་ལ་ག་ཚ་ངན་མ་ནས་དྲ་རྒྱ་མང་པོ་ཅིག་ན་དུ་ཞུས་གཙོ་བོ་གལ་ཆེ་ཤོས་དེ་ཀུན་སློང་དེ་ལ་རག་ལས་ཀུན་སློང་དེ་གང་དག་བྱང་ཆུབ་སེམས་བཅོས་མ་མ་ཡིན་པ་ཡོད་ན་ཡག་ཤོས་རེད་བཅོས་མའི་བཅོས་མ་ཙམ་གྱིས་ད་ཟིན་པ་ཅིག་གང་དག་བཅོས་མ་མ་ཡིན་པ་ཡོད་ན་ཡག་ཤོས་བྱས་དེ་མ་བྱུང་བས་ན་བཅོས་མ་ཙམ་གྱིས་ཟིན་པ་དེ་ཡང་འཚོ་བ་ཡོད་པའི་སྟེང་ནས་ཡང་ཀུན་སློང་མ་བཟོད་སྔོན་ལ་ལྷག་པར་དུ་ཡག་ཤོས་བྱུང་ན་ནི་ངན་འགྲོའི་སྡུག་བསྔལ་ལ་བཟོ་བ་དུད་འགྲོ་མང་པོ་ཅི་བསམ་བཏང་པ་ཡིན་ན་ཀུན་སློང་དེ་ཡང་ཤུགས་ཆེ་བ་ཡོང་གི་འདུག་བ་འདི་སོང་ཙང་དུད་འགྲོའི་ཀུན་སློང་ཡག་པོ་ཅིག་བཟོས་ན་ཐུབ་པའི་གཟུངས་སྔགས་འདི་དྲང་སྲོང་ན་དྲང་སྲོང་ན་འདི་དྲང་སྲོང་སྣང་ཚར་བའི་རྗེས་ལ་ནི། ཐུབ་པའི་གཟུངས་སྔགས་དྲང་སྲོང་ན་བའི་དགེ་རྩ་འདི་སངས་རྒྱས་བསྟན་པ་རྒྱས་པའི་རྒྱུ་ལ་འགྲོ་ཤོག་ཅིག་ཅེས་བྱས་དག་ཇི་སྙེད་བསགས་པའི་དགེ་བ་དེ་འདིས་བཏོན་ན། ཡང་ན་རྫོགས་བྱང་ཐོབ་པའི་རྒྱུ་ལ་འགྲོ་བར་ཤོག་ཅིག་ཅེས་ཕྱག་འཚལ་བ་དང་ཆུ་བཞག་པ་དང་འདི་སྟོན་ན་ན་འགྲིག་རེད། ཡང་ན་དགེ་བའི་བཤེས་གཉེན་རྗེས་སུ་འཛིན་པའི་རྒྱུ་རུ་འགྲོ་བར་ཤོག་ཅིག་ཅེས་བྱས། གང་དག་སྟོན་པ་བླ་ན་མེད་བསྟན་པ་དང་འདི་སྟོན་ཅེས་ཏུ་སྨོན་ལམ་བཏབ་བཞག་པས་ན། དགེ་རྩ་འདི་ཡང། དགེ་བའི་འབྲས་བུ་འདི་ལ་གང་དག་ག་ཚོད་ལོངས་སྤྱད་པ་ཡིན་ན་ཟད་པ་མེད། བླ་མའི་བྱང་ཆུབ་མ་ཐོབ་བར་དུ་གང་དག། ཟད་པ་ཡོང་བ་རེད་ད་ག་ཚོད་སྔ་མ་ཀུན་སློང་བཟོད་དང་བཟོད་དང་སྐོར་དུ་ཅིག་ཞུས་ཡིན་པ་འདི་ནང་བཞིན་གཅིག་པ་རེད་ད་གང་ལྟར། སུ་སུའི་ཨ་ནེ་མ་ནི་བགྲང་གི་ཡོད་ན་རེད་ཐུ་བའི་གཟུངས་སྔགས་དྲང་སྲོང་གནང་གི་ཡོད་ནར་གང་གནང་པ་དེ་ཆོས་སུ་འགྲོ་བ་ཅིག་ཏུ་གནང་རོགས་གནང་ཞེས་མཆན་འབུལ་འབུལ་སྐུལ་ཞུ་ཡང་ཡིན་ང་རྣམ་པ་ཚོ་ཚང་མ་ལ་ཐུགས་རྗེ་ཆེ།